བོད་རིགས་སྤུན་ཟླ་ཡོངས་དང། འཛམ་གླིང་གི་སྐྱེ་འགྲོ་ཡོངས་ལ། སྤྱི་ལོ་གསར་ཚེས་ཀྱི་དགའ་སྟོན་ལ། འཚམས་འདྲི། སྐུ་ཁམས་བཟང་ཞུ་བ་དང་ཆབས་ཅིག། སྤྱི་ལོ་གསར་ཚེས་ཀྱི་དགའ་སྟོན་འདི་ལ། འདི་ག་ཏཱ་ར་གསོ་རིག་སྨན་ཁང་གི་ངོས་ནས། གཏམ་བཟང་ཞིག། གསལ་བསྒྲགས་ཞུ་འདོད་བྱུང་སོང། དེ་ཡང། རང་ཅག་བོད་འབངས་ཡོངས་ལ་བཀའ་དྲིན་བླ་ན་མ་མཆིས་པ། བདེ་སྦྱིན་ཡི་སྐྱབས་གནས་རྒྱལ་བ་ཀོང་སྤྲུལ་བཅུ་བཞི་པ་མཆོག་རྒྱ་གར་ལྷོ་ཕྱོགས་སྦེ་ལོ་ཀོབི་ཞེས་ག་ལ་ཆིབས་བསྒྱུར་བསྐྱངས་ནས་ཟླ་བ་གཅིག་ཙམ་བཞུགས་ཤག་མཛད་དྲིན་ཡོད་པར་སོང། སྐལ་བཟང་གིས་གོ་སྐབས་འདི་དམ་འཛིན་བྱས་ནས་དེ་ག་ད་ར་གསོ་རིག་སྨན་ཁང་གི་ངོས་ནས། ས་ཕྱོགས་ཀུན་ནས་ཕེབས་པའི་ཆོས་ཞུ་བའམ་གནས་སྐོར་བ། སྐྱེ་བོ་ཡོངས་ལ་སྦྱིན་པའི་ནང་གི་མཆོག་སྨན་བཅོས་ཀྱི་སྦྱིན་པ་རིན་མེད་དུ་འབུལ་གྱི་ཡོད་པས་རྣམ་པ་ཚང་མས་ཐུགས་ཕྱག་གནང་རོགས་གནང་ཞུ་ཡ་ཡིན། འདི་ག་རྟ་ར་སུ་རིའི་སྨན་ཁང་གི་ངོས་ནས། སྦྱིན་པ་བཏང་དགོས་ཡ་འདི། སྨན་སྦྱིན་གྱི་སྦྱིན་པ་བཏང་དགོས་ཡ་འདི། གཙོ་བོ། རང་ཅག་བོད་འབངས་ཡོངས་ལ་བཀའ་དྲིན་བླ་ན་མ་མཆིས་པ། བདེ་སྐྱིད་གཉིས་ཀྱི་སྐྱབས་གནས་རྒྱལ་བ་དཀོན་མཁྱེན་བཅུ་བཞི་པ་མཆོག་གིས། བླ་ན་མེད་པའི་བཀའ་དྲིན་རྗེས་དྲན་དང། ཁོང་གིས་རླབས་ཆེན་གྱི་ཐུགས་ཀྱི་བཞེད་དོན་མཐའ་དག་ལྷུན་གྲུབ་ཡོང་ཡག་དང། ཁོང་གི་སྐུ་གསུང་ཐུགས་ཀྱི་མཛད་འཕྲིན་མཐའ་དག་ཡར་ངོའི་ཟླ་དང་འཕེལ་བ་དང། ནད་མེད་ཚེ་རིང་བསྟན་ཡག་གི་དགོས་པ་གཙོ་བོ་དང་ཞར་བྱུང་དུ། བོད་འབངས་ཡོངས་ཀྱི་བསོད་ནམས་ཀྱི་གོ་སྐལ་གོང་མཐོར་སྐྱེད་བྱེད་དང་བོད་ཀྱི་བདེན་མཐའ་མྱུར་དུ་གསལ་བ། འཛམ་གླིང་གི་སྐྱེ་འགྲོ་ཀུན་ལ་དམག་འཁྲུག་གི་མུ་གེ་མཐའ་དག་འཇིག་ནས། ཞི་བདེ་བག་ཕེབས་ཡོང་ཡག་གི་སྨོན་འདུན་གྱི་ཆེད་དུ། འདི་ག་ཏཱ་ར་སུ་རིའི་སྨན་ཁང་གི་ངོས་ནས་མེ་ཏོག་ཆུང་ཡང་མཆོད་པའི་རྫས་ཞེས་པའི་དཔེ་ལྟར། ཨེ་ནི་ཉིན་གྲངས་བདུན་རིང་སྐྱ་སེར་ཕོ་མོ་ཐམས་ཅད་ལ་སྨན་དང་སྨན་བཅོས་ཀྱི་སྦྱིན་པ་འབུལ་གྱི་ཡོད་པས། འདི་ལ་ཡང་རྣམ་པ་ཚོས་ཐོག་མའི་སྐྱབས་འཇུག་གནང་རོགས་གནང་ཞུ་ཡག་དང། ཞར་བྱུང་རྣམ་པ་ཚོ་ཡང་ས་ཕྱོགས་གང་དུ་བཞུགས་པའི་དྲ་གྲོགས་རྣམ་པ་ཚོས་གུས་པར་རྒྱབ་སྐྱོར་དང་སྨན་སྦྱིན་གྱི་ལས་དོན་འདི་དེ་བས་ལྷག་རྒྱ་ཆེ་ཙམ་གཏང་ཐུབ་ཡག་གི་ཆེད་དུ་རྣམ་པ་ཚོ་མཉམ་ཞུགས་གནང་འདོད་ཡོད་པ་ཡིན་ན་ཕྱིས་འབྱུང་ལ་མ་ལྟོས་པའི་ཐོག་ནས་རྣམ་པ་ཚོ་མཉམ་ཞུགས་གནང་ཆོག་གི་རེད་གལ་སྲིད་མཉམ་ཞུགས་གནང་འདོད་ཡོད་ན་གུས་པ་ལ་འབྲེལ་བ་གནང་རོགས་གནང། སྨན་སྦྱིན་གནང་ཡག་གི་དུས་ཚོད་དེ་ཉིས་སྟོང་ཉི་ཤུ་ཚན་ལྔའི་སྤྱི་ཟླ་དང་པོའི་ཚེས་བརྒྱད། ལྷ་ཁང་གི་ཉིན་ནས་ཉིས་སྟོང་ཉི་ཤུ་ཚེས་ལྔའི་སྤྱི་ཟླ་དང་པོའི་ཚེས་བཅོ་གསུམ་རེས་གཟའ་ཕུར་བུ་བར་དུ་ཡིན། དེ་རྣམ་པ་ཚང་མས་ཐུགས་ལ་འཇགས་པ་གནང་རོགས་གནང་ཞུ་ཡ་ཡིན། ཐུགས་རྗེ་ཆེ།